ཨོ་ལྷན་རྒྱས་ཚང་མ་ལ་བསམ་འགྲུབ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་ང་ཚོ་གིས་ད་ལྟ་སྐྱེ་དངོས་ཀྱི་སློབ་ཚན་ངོ་སྤྲོད་བྱེད། ཨོ་དེ་ང་ཚོས་ད་མུ་མཐུད་ནས་འགྲོ་བ་ཡིན། ད་ལྟ་འདས་ཀྱི་བརྙན་ཐུང་གང་མང་དེའི་ནང་ལ་ང་ཚོ་གིས་ད་ལྟ་འཕོ་འགྱུར་དང་བཅས་བྱུང་བ་གསལ་བྱེད་ཞིག་ད་ལྟ་ཞུས་དེ་ར་ད་ལྟ་འཕེལ་འགྱུར་རིག་པའི་ཟླ་གོ་རང་གི་ཁོངས་སུ་གཏོགས་པའི་འཕོ་འགྱུར་དང་བཅས་བྱུང་བ་སའི་སྐོར་ལ་ང་ཚོས་ངོ་སྤྲོད་དུས་དུས་ཀྱིས་ཞུས་པ་རེད། ད་ལྟ་འདིའི་སྐབས་སུ་ད་སྤྱིར་བཏང་གི་སྔོན་མ་ད་ལྟ་དྲ་བའི་འགའི་ཤེས་པ་རྣམས་ཀྱིས་ད་ང་ཚོ་གི་དུས་དང་མཉམ་དུ་ད་སྐྱེ་ལྡན་ཆུང་ངུ་མང་པོ་ཅིག་འཚར་ལོངས་བྱུང་འདུག་ར། དེ་ལྟ་བུའི་ད་འཚར་ལོངས་བྱུང་བ་དེ་ལའང་དེ་ལྟ་བུའི་སྐྱེ་ལྡན་སྣ་ཚོགས་པ་ཞིག་ཆགས་དེ་སོགས་ག་ལེ་ག་ལེ་ད། ང་ཚོའི་ཁོར་ཡུག་མ་འདྲ་མ་འདྲ་ལ་ད་ཁོ་ཚོའི་བར་ཁྱབ་འགྲོ་གི་ཡོད་ར། དེ་ཁོར་ཡུག་མ་འདྲ་མ་འདྲ་ལ་བར་ཁྱབ་སོང་དུས་མཚམས་པ་ལ་འདི་ནི་ད་ཁོ་ཚོའི་ཚོའི་ཁོར་ཡུག་གི་རྐྱེན་གྱིས་ཁོ་ཚོ་གིས་ད། རིག་འཛིན་གྱི་གྲུབ་ཆ་ལ་འགྱུར་བ་འགྲོ་བར་སྣང་བ་དེའི་སྐྱེ་མཆེད་དག་ཁོ་རང་ཚོའི་ཤི་གི་ངུ་ནམ་དུ་སོགས་ལ་འགྱུར་བར་འགྲོ་བར་སྣང་བ་དེ་འདྲ་མང་པོ་ཅིག་བྱུང་བ་ར། དེའི་སྐྱེ་མཆེད་དག་སྐྱེ་དངོས་ཁ་ཤས་ཁ་ཤས་ཀྱིས་ཁོར་ཡུག་དང་མཉམ་དུ་ཏག་ཏག་ཅིག་གོ་འཚམ་པོ་ཆགས་ནས་མུ་མཐུད་ནས་སོ་སོ་གིས་དག་རིགས་རྒྱུད་སྤེལ་ནས་འགྲོ་ཐུབ་ཡ། དེ་ནས་ཁག་གཅིག་ཡང་ཁོར་ཡུག་དེ་དང་ཏག་ཏག་ཅིག་མ་འཚམ་པའི་རྐྱེན་གྱིས་སོ་སོ་གིས་རིགས་རྒྱུད་དུ་སོ་ཕར་སྤེལ་མ་ཐུབ་ནས་སོ་སོའི་རྒྱུན་དེ་ཕར་གཏོང་འགྲོ་བའོ་དེ་འདྲ་མང་པོ་ཅིག་བྱུང་ཡོད་བ་ར། འོ་ད་དེ་ལྟ་བུའི་ཅིག་དེ་ལྟ་བུའི་ཁ་ཤས་ལ་ཅིག་གོ་སྐབས་མ་སོང་ན་ཡག་པོ་ཅིག་རག་ཁ་ཤས་ལ་གོ་སྐབས་མ་སོང་ན་ཡག་པོ་ཅིག་མ་རག་པ་དེ་འགའ་རེ་ལ་དེ་ནས་བྱུང་བ་རེད་ཞུ་བ་ཡིན་ན། འོ་ད་དེའི་ལན་འདི་ལ་ད་སྤྱིར་བཏང་གི་རང་བྱུང་འདེམས་སྒྲིག་ཟེར་འདི་གང་ལ་བཤད་གི་འདུག་ར། ཨོ་དེའི་རྐྱེན་གྱིས་ད་དེ་རིང་ང་ཚོས་ད་སྐབས་སུ་བབ་པ་དེ་ད་རང་བྱུང་འདེམས་སྒྲིག་ཟེར་འདིའི་སྐོར་ལ་ངོ་སྤྲོད་དུས་དུས་ཀྱི་གཅིག་གོ་དྲན་སོང། དང་པོ་དེ་ལ་ངས་འདིར་དྲི་བ་ཁ་ཤས་ཅིག་བཞག་བཞག་ཡོད་ར། ད་རང་བྱུང་འདེམས་སྒྲིག་ཞེས་པའི་དོན་དེ་ག་རེ་རེད་ཟེར་ཅིག་ད་དྲི་བ་དང་པོ་དེ་འདྲ་ཅིག་བཞག་ཡོད་དེ་ནས་གཉིས་པ་དེ་ལ། ང་ཚོས་གི་ད་སྐྱེ་དངོས་བྱེ་བྲག་པ་ཅིག་རང་མཚར་སའི་ཁོར་ཡུག་དེར་བསྟུན་འགྱུར་ཐུབ་པ་དེ་ལ་རང་བྱུང་འདེམས་སྒྲིག་ཟེར་གི་རེད་དེ་གཅིག་ཡིན་ར། དེ་ནས་རང་བྱུང་འདེམས་སྒྲིག་བྱས་ཏེ། འཁོར་རིགས་ཀྱི་སྐྱེ་དངོས་བདམས་པ་རེད་སྐྱེ་དངོས་ཀྱི་འཁོར་རིགས་ཕར་བདམས་པ་རེད་ཟེར་ཏེ་དྲི་བ་གསུམ་པ་བགྱིས། དེ་ནས་དྲི་བ་བཞི་པ་དེ་རང་བྱུང་འདེམས་སྒྲིག་དང་མིས་བཟོས་འདེམས་སྒྲིག་གཉིས་ཀྱི་ཁྱད་པར་གཙོ་བོ་དེ་ག་རེ་རེད་ཟེར་ཏེ་དེ་བཞི་ཡོད་ར་དྲི་བ་བཞི་དེ་ད་ང་ཚོ་གི་སློབ་ཚན་འདི་ཚར་ཡོད་བགྱིས་ལ་རྣམ་པ་ཚོས་ད་སོ་སོ་གི་འདི་གི་ད་ལྟ་དྲི་བ་དེ་ཚོ་ལ་ལན་ཐེབས་ཡག་གི་ད་རེ་བ་ནོར་བགྱིས་ཀྱི་ཡོད་ར། གནང་བ་འདི་ནི་ད་དང་པོ་དེ་ལ་ང་ཚོས་རང་བྱུང་འདུམ་འགྲིག་ཟེར་ཏེ་དབྱིན་ཇིའི་ནང་ཞུ་བ་ནི Natural Selection ལབ་དགོས་ཏོ། འོ་ད་དེ་དོན་དག་མ་སོང་ན་དུས་དུས་ནོ་ག་རེ་རེ་ཞུ་བ་ཡིན་ན་འདི་ལ་འདི་ནོ་ནོ་གཅིག་ལབ་ཤག་དོ། སྐྱེ་ལྡན་གང་ལ་རང་དང་གཉིས་རིགས་མཐུན་པའི། སྐྱེ་ལྡན་གཞན་ལས་ཁོར་ཡུག་ལ་བསྟུན་རྒྱུ་ལག་པར་ནུས་པའི་ཁྱི་ཤི་ལྡན་པ་དེ་ལ་རང་བྱུང་འདུམ་འགྲིག་ཟེར་ཟེར་རོ། ད་སྤྱིར་བཏང་སྤྱི་བདེ་གཉིས་རིགས་འདྲ་མི་འདྲ་ད་སྤྱི་བདེ་འདྲ་མི་འདྲ་ཤོད་ཀྱི་ཡོད་ར། དེའི་ནང་ནས་ད་སྤྱི་བདེ་ཁག་ཅིག་ལ་སོ་སོ་ལ་ཁོར་ཡུག་གི་བར་མཉམ་དུ་དམ་འགྲོ་བའི་ཁོར་ཡུག་དང་མཉམ་དུ་སོ་སོ་ཏག་ཏག་ཅིག་འགྲོ་ཐུབ་ངེས་དེ་ཡོད་ཀྱི་ཡོད་ར། འོ་དེ་འདྲ་དུ་སོ་ད་བར་རང་བྱུང་ཁོར་ཡུག་དམ་འགྲོ་གི་རང་བྱུང་ཁོར་ཡུག་གི་དམ་དགོས་ཡོད་ར། འོ་དེའི་བཟོ་ནོར་ཅིག་ལ་ང་ཚོར་ད་རང་བྱུང་འདེམས་སྒྲིག་ལབ་ཀྱི་རེད། དེ་ནས་ད་འདི་སོ་ཅིག་རང་བྱུང་འདེམས་སྒྲིག་གི་དཔེ་མཚོན་ནོར་བར་ཁ་ཤས་རེད། འདི་ནི་ད་ལྟ་ད་ལྟའི་ལྟ་བའི་རང་བྱུང་འདེམས་སྒྲིག་སའི་གྱོན་གོས་བ་རང་བྱུང་འདེམས་སྒྲིག་སའི་སྡེ་གི་ངོས་ལ་ཡང་ང་ཚོས་ཁོར་ཡུག་དེ་དང་མཉམ་དུ་བསྟུན་རྒྱུར་གྱི་དགོས་གལ་ལབ་ར་དེ་ཁོར་ཡུག་དང་མཉམ་དུ་བསྟུན་ཐུབ་མྱིད་དང་ཁོར་ཡུག་དང་མཉམ་དུ་ཏག་ཏག་ཅིག་འགྲོ་ཐུབ་མྱིད་དེ་སོ་གིས་ད་སོ་སོ་གི་རིགས་རྒྱུ་མ་སོང་ན་ཕྱི་མ་ཅིག་ཏག་ཏག་སྤེལ་ཐུབ་ཀྱི་ཡོད་རེད་དེ་ནི་སོ་སོ་གིས་ད། རིགས་རྫས་དེ་ཚོ་སོ་སོའི་ཚོགས་འདུའི་སོ་སོ་གི་ཚོགས་འདུའི་ནང་ལ་ཕར་མུ་ཐུད་ནས་ཕར་སྤེལ་ཐུབ་ཡ་དང་དེ་ནས་སོ་སོ་གིས་བདག་འདྲ་རིགས་རྫས་དེ་ཚོ་ཏག་ཏག་ཉར་ཚགས་བྱེད་ཐུབ་ཡ་ནའོ་དེ་ལྟ་བུའི་ད་དགེ་མཚན་མ་སོགས་ནང་མང་པོ་ཅིག་ཡོད་རེད་ཞུ་ར། དེ་རྣམ་པ་ཚོས་འདི་ལ་གཟིགས་ཡ་ན་འདི་ལ་ངས་པར་གཉིས་བཞག་ཡོད་ར། པར་དང་པོ་དེ་འདི་ལ་ང་ཚོས་ངང་པ་ནའོ་ཅིག་དང་ཤ་ངང་པ་རེད་ག་རེ་རེད་ལབ་དགོས་རུ་འདེད་ཅིག་དང། ཨོ་འདི་འདྲ་བོ་ཡིན་ན་ཁོ་རང་ཡང་ཁོ་རིགས་འདི་ལ་ཏག་ཏག་ཁོ་རང་འཕྲོད་པའི་རྐྱེན་གྱིས་ད་ཁོ་རང་གིས་ད་འདི་ལ། ཕྲུ་གུ་མ་སོང་ན་རྒྱུད་པ་མང་པོ་སྤེལ་ཐུབ་ཡ། དེ་ནས་འོག་དེ་ལ་ང་ཚོས་གཡག་དང་འབྲི་དེ་འདྲ་དོ། འོག་པོ་དཔེ་ན་ཐོད་རྒོང་འདྲ་བོ་ཅིག་ན་དེ་ལ་པགས་པའི་སེམས་ཅན་དག་ང་ཚོས་གཡག་དང་འབྲི་དེ་གསོས་ན་ཁོ་རང་ཚོ་ཐོད་རྒོང་ལ་ཏག་ཏག་ཅིག་དང། ཐོད་རྒོང་ཁོར་ཡུག་སྤྲང་མོ་རེད་དེ་དེ་ལ་པགས་པའི་ཁུ་ཚུར་ལ་གཟུགས་པོ་གི་གྲུབ་ཆ་དཔེ་ན་སྤུ་རན་པོ་དང་དེ་འདྲ་ཡོད་ར་དཔེ་ན་ཁུ་ཚུར་ལ་དང་རྩིབ་པ་དང་དེ་སོགས་ཧ་ཅང་མཐུག་པོ་དང་རན་པོ་ཡོད་དུས་འཚམ་པ་ལ། དེ་ནི་ཁོར་ཡུག་དེ་དང་མུ་མཐུད་ནས་ཁོ་ཚོ་ཏག་ཏག་འབྲི་ཐུབ་ཀྱི་ཡོད་རེད་དེ་ནི་ཁོ་རང་ཚོས་རྒྱུད་པ་མ་སོང་ན་མུ་མཐུད་ནས་དང་སྤེལ་ཐུབ་ཀྱི་ཡོད་ར། འོ་དེ་ཚོ་ད་ལྟ་ཁོར་ཡུག་དང་བསྟན་བཅོས་ཐུབ་པའི་དགེ་མཚན་མ་སོང་ན་ཡོན་ཏན་མ་སོང་ན་ཆགས་བསྡད་ཡོད་རེད། ད་ནི་ད་རང་བྱུང་འདེམས་སྒྲུག་གི་དངུལ་བྱུང་དཔེ་མཚོན་གཅིག་ལབ་དོ། ད་འདི་ལྟ་སྤྱིར་བཏང་དངུས་སུ་བྱུང་འཇུག་གི་དཔེ་མཚོན་གཅིག་རེད་ར། ངོ་མ་ད་ནི་ང་ཚོ་དབྱིན་ཇིའི་ལུང་པ་ལ་ད་ངོ་མ་ཡིན་པ་ཡིན་ན་ཁོ་རང་ཚོ་བཟོ་ལས་དེ་འདྲ་ཡོད་མ་ར་དེང་སང་ང་ཁྲི་ཁྲི་ལུག་ད་འདྲ་ཁྲི་ཆིག་དེ་འདྲ་ང་ཚོ་ཁྲི་ལུག་དེ་འདྲ་ཞིག་ཆེན་པོ་ངོ་མ་ཡོད་མ་ར། དེ་མ་བྱུང་གོང་ལ་ད་ཁོ་རང་ཚོས་ད་འདྲ་ཤེལ་ནག་ཅིག་ཡོད་ས་རེད་དེའི་ནང་ལ་ཤེལ་མདོངས་དུ་ཤེལ་མདོངས་དུ་ཚུགས་པའི་པགས་པ་དེ་དགའ་བོ་ནང་བཞུགས་པ་རེད།

ཁོ་རང་ས་ཉིད་དུ་སུ་ཕྱི་ར་མཐོང་གི་ཡོག་མ་ར། དེ་ནས་དེའི་ཕྱིའི་སུ་ད་ནི་བཟོ་ལས་ཤིག་ཆེན་པོ་དར་ནས་བཟོ་གྲྭ་མང་པོ་བཙུགས་དུས་ཚངས་པ་ལ་བཟོ་གྲྭ་གི་ལྟོ་བ་དུ་སུ་ལྟོ་བ་མང་པོ་སླེབས་ར་ད་བཟོ་གྲྭ་གི་ལྟོ་བའི་རྐྱེན་གྱིས་ད་ཆེ་མདོང་གི་པགས་པ་དུ་སུ་པན་ནག་པོ་ཆགས་དེ་ནས་ད་ནི་ཏང་གི་སྒང་གི་ཞོན་སྒང་ནས་ཞོན་ནང་ནས་ད་སོན་པི་ནག་པོ་དང་དགའ་བོ་གཉིས་ནང་ནས་ད་ཡང་དགའ་བོ་དུ་སུ་དེ་སུ་ད་རྐྱེན་ཉུང་ཆགས་རེད་ཁྱིམ་སའི་ག་རེ་རེ་ཞུ་ཡ་ཡིན་ན་ད་ངུ་མ་ཡིན་ན་དགའ་བོ་དེ་མང་པོ་ར།

ཁོ་རང་གིས་ཁོ་རང་ད་ལྟ་མུ་མཐུད་ནས་བསྡད་མ་ཐུབ་ད་ནི་ཁོ་རང་གིས་ད་རིགས་རྒྱུད་དུ་མུ་མཐུད་ནས་ཕེར་མ་ཐུབ་འོ་དེ་འདྲ་གི་འགྱུར་བ་འགྲོ་ཡོང་ར། འདི་ཚོ་ཏན་ཏན་ང་ཚོའི་རང་རང་བྱུང་འདེམས་སྒྲིག་གི་ངུ་ཤུང་གི་དཔེ་མཚོན་ནོར་བ་ཅིག་ཆགས་བསྡད་འདུག། འདི་ནི་རང་བྱུང་འདེམས་སྒྲིག་སའི་ཁོ་རང་ལ་ཚང་དགོས་ཆ་རྐྱེན་མ་བཟུང་ན་ཁ་ཁ་ཤི་བ་རེད་ཟེར་ར། འོ་དེ་ག་རེ་རེད་ག་རེ་ག་རེ་རེད་ཞུ་བ་ཡིན་ན་འདི་ལ་ངས་ད་དཔེ་བཞག་ས་ནང་འདི་ལ་འབུ་གཅིག་འདུག་ར་འབུ་སྤུར་བ་ལ་ཡ་གཅིག་འདུག་ཁོ་རང་གིས་ཚོགས་འདུས་འདྲ་བོ་གཅིག་ལ་ཕྱག་བཞག་པ་ཡིན་ན། དང་པོ་ཆ་རྐྱེན་དང་པོ་དེ་ཆེས་ཤེས་ལ་རིགས་མི་འདྲ་མང་པོ་དགོས་ཀྱི་རེད་ཟེར་ན། ཁོ་རང་གིས་ད་ཆེས་ཤེས་ལབ་ཟིན་བསམ་པ་ལ་ང་ཚོ་གི་རྣམ་པ་ནང་སྔ་གཟུགས་མཐོང་ཡས་བརྒྱ་ལོག་ཕྱི་ལོག་ནས་མཐོང་ཡས་བརྒྱ་བ་འདི་རེད། དཔེར་ན་འདི་གི་འབུ་འདྲ་བོ་འདི་འདི་ལ་ཆ་བཞག་པ་ཡིན་ན་ཁོ་རང་ལ་ཡང་ང་ཚོ་གི་མདོག་མ་སོང་ན་ཡང་མ་འདྲ་མ་འདྲ་དེ་འདྲ་ཡོད་དགོས་ཀྱི་ཡོད་རེད། དེ་ནས་གཉིས་པ་དེ་ལ་ཁོ་རང་ཚོའི་རིགས་གཅིག་གི་ད་དཔེ་ཅི་དཔེར་གྱིས་སྟངས་དེ་ལ་ཡང་ཁྱད་པར་ཡོད་དགོས་ཀྱི་ཡོད་རེད། ནི་ཆ་ཆེ་གསུམ་པ་སྟེ་དེ་ཁོ་རང་ཚོའི་ཆེ་བཞི་སྟེ་ཁོ་རང་ཚོའི་ཕྱི་གི་རྣམ་པ་སྦྱོར་བ་ར་དེ་མུ་མཐུད་ནས་དཔེར་ན་ཁོ་རང་ལ་ཁོ་རང་ཁོ་རང་ཕ་མ་དེ་ཚོ་ལ་ག་རེ་ཡོད་པ་ཡོད་པ་དེ་སོ་སོ་གི་ཕྲུ་གུ་རྒྱུན་ཚར་དེ་ཚོ་ལ་ཕར་གྱི་སྤྲོད་ཀྱི་ཐུབ་ཡ་དེ་གཏན་འཁེལ་ཡོད་ན་འོ་དེ་འདྲ་གྱི་དགོས་གི་རེད། འོ་དེ་གསུམ་ནས་ངེས་པར་དུ་ཚང་དགོས་གི་འདུག་ར་འདི་ལྟ་བུ་གསུམ་མ་ཚང་པ་ཡིན་ན་ང་ཚོ་གི་དཔེར་ན་སྐྱེ་དངོས་འདི་ཁོར་ཡུག་དང་མཉམ་དུ་ཏག་ཏག་ཅིག་བསྡམས་འགྲོ་གི་འདུག་གཞན་པ་དེ་ལ་བསྡམས་ཐུབ་ཀི་མི་འདུག་གཅིག་ལ་གོ་སྐབས་ཡག་པོ་འདུག་གཅིག་ལ་གོ་སྐབས་ཡག་པོ་མི་འདུག་ཟེར་ཡ་དེའི་ཁྱད་པར་དེ་ཏག་ཏག་ཅིག་ཤེས་ཐུབ་ཀི་ཡོད་མ་ར། འོ་དེ་ཅན་གྱི་འདིའི་གི་སྒང་ནས་བདག་འདི་ངས་ཞུ་རྒྱུ་གི་ཆ་ཆེན་གསུམ་པོ་འདི་ཚང་དགོས་ཀྱི་འདུག་དེ་རེ་རེ་གི་དཔེ་མཚོན་དེ་འགའ་ཞིག་འོག་ལ་རིམ་བཞིན་འགྲོ་གི་ཡིན་ར། དང་པོ་དེ་ལ་བདག་འདི་ཆ་ཆེན་དང་པོ་དེ་བདག་འདི་ཞུ་བདེ་བ་དེ་ང་ཚོ་གི་ཆེ་གཤིས་ལ་བདག་རིགས་མི་འདྲ་བ་མང་པོ་ཡོད་དགོས་གི་རེད་ལབ་ར། དཔེ་ཆ་བཟོ་ན་འདི་འདི་ལ་ངས་པར་གཉིས་བཞག་ས་ཡོད་ར། དང་པོ་དེ་ལ་ང་ཚོས་འབུ་གཅིག་འདུག་འབུ་པོར་བ་ལ་དེ་ལ་ཁོ་རང་གི་ཡང་གནང་ལོག་ལ་ཆེ་གཤིས་མ་བཟོ་ན་ཞིག་ང་ཚོས་མཐོང་བདེ་བ་དེ་ལ་གཅིག་མདོག་སེར་བོ་དང་གཅིག་ལྗང་གུ་རེད་འདུག་འོག་གཉིས་མདོག་ལྗང་ཁུ་དང་རེད། དེའི་ནང་ལ་ཁོ་རང་ཉིད་རིགས་གཅིག་ཡིན་པ་སྒང་ཞིག་ལ་ཡང། གཅིག་དེ་མདོག་ལྗང་ཁུ་ཡོད་རྒྱུ་གཅིག་མདོག་སེར་བོ་ཡོད་རྒྱུ་གཉིས་ཆགས་སོང། དེ་ནས་སྒང་གི་འབུ་དེ་ལ་ང་ཚོས། སུར་འབུ་ལ་དེ་ལ་ཆན་གསུམ་པ་ཡོད་ན་ཡང་གཅིག་དགའ་བོ་དང་གཅིག་ནག་པོ་རེད་འདུག་འོ་དེ་ལྟ་བུའི་སོ་སོ་ལ་ཡང། དགའ་ལབ་དགོས་ཕྱིས་ཤིག་ང་ཚོ་ཕྱི་ཕྱི་རྣམ་པ་ང་མཐོང་དེ་དེ་ལ་ཡང། སུ་འདྲ་མ་འདྲ་མ་རེད་དེ་ཡོད་དགོས་ཀྱི་རེད། འདི་ནི་གཉིས་པ་དེ་ག་རེ་རེད་ཞུས་པ་ཡིན་ན་ད་རིགས་རྒྱུད་གཅེས་སྤེལ་ལ་ཁྱད་པར་ཡོད་དགོས་ཀྱི་རེད་ཟེར། རིགས་རྒྱུད་གཅེས་སྤེལ་ལ་ཁྱད་པར་ག་འདྲའི་ཤོར་གི་རེད་ལབ་ན་ད་ཁོར་ཡུག་གི་རྐྱེན་གྱིས་ར། ད་ཁོ་ཚོ་ཁོར་ཡུག་དེའི་ནང་དུ་འགྲོ་དུས་འཚམས་པ་ལ་ད་ཁོ་ཚོ་ཁ་ཤས་ལ་ཁོར་ཡུག་དེའི་ནང་ནས་སོ་སོ་ལ་རྐྱེན་མ་སོང་ན་འཛོམས་དུས་འཚམས་པ་ལ་མུ་མཐུད་ནས་འགྲོ་ཐུབ་ཀི་ཁ་ཤས་ལ་རྐྱེན་མ་སོང་ན་ཡང་ཏག་ཏག་ཅིག་མེད་དུས་འཚམས་པ་ལ་མུ་མཐུད་ནས་འགྲོ་ཐུབ་ཀི་ཡོང་མ་ར་རེད། འོ་དེའི་རྐྱེན་གྱིས་ད་ཁོ་ཚོ་གིས་རིགས་གཅིག་པའི་སྟངས་དེ་ལའང་ཁྱད་པར་ཡོད་མཁན་གྱི་དགོས་མཁོ་རེད་ཟེར། ད་ཁོ་ཚོ་གང་ཡིན་ན་སོ་སོ་གི་འཁོར་ཡུག་དེའི་ནང་ལ་ཏག་ཏག་ཅིག་ད་ཐམས་ཅད་ཆ་ཚང་བ་ཚང་བའི་སྒོ་ནས་དཔེ་ཁག་པོ་ཆགས་ཀྱི་ར་དེ་བརྒྱུད་བརྩམས་པ་ལའང་དེ། དཔེ་མཚོན་མ་ཟད་འདི་ལ་དཔེ་མཚོན་མ་ཟད་འདི་རེད་དོ་འདི་ལ་དཔེ་ཆགས་ཟེར་ན་ང་ཚོས་ད་ལྟ་སྒང་ནས་ཞུས་ཏེ་འབུ་ཕུར་བ་ལས་དེ་ཁོ་ལ་མཚོན་ཆ་གཞང་ཁུལ་དང་སེའུ་ཡོད་ཨོ་གཞང་ཁུལ་དུ་སུ་ད་ཤ་དེ་ཚོས་ཟ་འགྲོ་གི་དོ་ད་ནི་སེའུ་དེ་ཤུལ་ནས་ལྷག་འགྲོ་གི་དོ། འོ་དེ་ལྟ་བུ་གཅིག་ལ་གོ་སྐབས་ཡག་པོ་རག་གཅིག་ལ་གོ་སྐབས་ཡག་པོ་མ་རག་ནོ་རྒྱུ། འོ་དེ་ལྟ་ཡོད་ད་སོ་སོ་ལ་རིགས་ཀྱི་པིར་ཨ་ལགས་ཁྱད་པར་ཡོད་མཁན་རོ་དེ་འདྲ་གྱི་དགོས་ཀྱི་རེད། དེ་ནས་གསུམ་པ་དེ་ག་རེ་རེད་ཞུ་བ་ཡིན་ན་ད་དེ་གི་ཁོ་སོ་གི་ཁྱད་གཤིས་དེ་སོ་སོའི་རིགས་ཀྱི་མ་སོང་ན་དེ་མདོག་གཅིག་པ་གཅིག་པ་ཕར་འགྲོ་དུས་དཔེར་ན། ད་ནམ་ཕོ་པོ་ར་ལྗང་ཀི་འདྲ་བོ་ཡོད་ན་ཁོ་རང་གི་ཕར་ན་གཟུགས་རྒྱུ་ཚང་མ་ཁོ་རང་གི་ད་ལྟ་རྒྱུ་འཛར་ཚང་མ་ལྗང་ཀི་རྐྱང་རྐྱང་དཔེར་བསྡད་ཡ་གཅིག་ར། དེ་སེའུ་དེ་འདྲ་བོ་ཡོད་ན་ཁོ་རང་གི་ཡང་མི་ཐུག་ནས་ཁོ་རང་ཕྲུ་གུ་ཚང་མ་པ་སེའུ་རྐྱང་རྐྱང་འགྲོ་བསྡད་ཡ་ནོ་གཅིག། དེ་ནས་འོག་གི་དོན་དག་ང་ཚོས་དགོངས་ནས་ཞུས་ཏེ་འབུ། ཟུར་འབུ་ལ་དེ་ལ་ཆ་མཚོན་པ་ཡིན་ན་དགའ་བོ་དེ་གི་ཁོ་རང་གི་རིགས་ཀྱི་ཚོང་མ་མུ་ཐུག་ནས་དགའ་བོ་དཔེར་བསྡད། ནག་པོ་དེ་གི་ཁོ་རང་གི་རིགས་ཀྱི་ཚོང་མ་མུ་ཐུག་ནས་ནག་པོ་དཔེར་བསྡད་དེ་འདྲ་གྱི་དགོས་གི་རེད། དེ་ལྟ་བུའི་ཆ་རྐྱེན་གསུམ་པོ་འཛོམས་དགོས་གི་དེ་ལྟ་བུའི་ཆ་རྐྱེན་གསུམ་པོ་མ་འཛོམས་པ་ཡིན་ན་ང་ཚོས་དཔེར་ན་སྐྱེ་དངོས་གང་ཞིག་ལ་ང་ཚོས་ཐོན་སྐྱེད་ཡག་པོ་རག་གི་འདུག་གང་ཞིག་ལ་ཐོན་སྐྱེད་ཡག་པོ་རག་གི་མི་འདུག་ཐོན་སྐྱེད་ཡག་པོ་རག་ཉིད་དུ་ཚོ་ཁོར་ཡུག་གི་གདམ་འགྲོ་གི་འདུག་ཐོན་སྐྱེད་ཡག་པོ་མ་འཚོང་ཉིད་དུ་ཚོ་ཁོར་ཡུག་གི་གདམ་གི་མི་འདུག་ཟེར་ཨོ་དེ་གི་ཁྱད་པར་དེ་དག་དག་ནས་ང་ཚོས་ཤེས་ཐུབ་ཀི་ཡོད་མ་རེད། ཨོ་དེའི་རྐྱེན་གྱིས་དེ་འདྲ་འདི་གི་ཆ་རྐྱེན་གསུམ་དེ་ངེས་པར་དུ་ཚང་དགོས་གི་རེད།

ནང་ནས་སྔ་མ་གི་ལྕགས་ཀྱི་ཕྱི་ཐོག་དཔེར་ན་ཁྲ་བོ་ཡོད་རྒྱུ་དེ་སོགས་བགྱིས་ནས་བཏང་ནས་བགྱིས་ནས་དེའི་ནང་ལ་ལན་ཕྲད་དེའི་ནང་ཤར་དུ་སྨག་ལྕགས་ཕྱི་ཐོག་སྦོམ་པོ་ཡོད་རྒྱུ་དེ་ལྷག་བསྡད་དུས་ཟེར་ཡང་ནོར་དེ་ཡིན་པ། འོ་ཐེངས་པ་ཅུང་དེ་ནི་གཟིག་དེ་སོགས་དྲག་པོ་བྱེད་རང་དུས་མཚམས་པ་ལ་ཕྱི་ཐོག་སྦོམ་པོ་ཡིན་རྒྱུ་དེ་གཟིག་དེ་དག་དག་ཅིག་གཏོར་ཐུབ་ཡོད་རེད་ཕྱི་ཐོག་ཁྲ་བོ་ཡིན་རྒྱུ་གཟིག་དག་དག་གཏོར་མ་ཐུབ་བསལ་མ་ཐུབ་ཀྱི་རྐྱེན་གྱིས་ཁོ་ཚོ་རིགས་ཀྱི་སྟོང་འགྲོ་རེད་ཟེར་དེ་འདྲ་ཞིག་གི་ཡོད། འོ་དེ་སོགས་ཀྱི་དང་འདྲ་དེ་ལྟ་བུའི་དང་དཔེ་མཚོན་མང་པོ་འདུག་ད་ག་ནང་བཞིན་ང་རང་ཚོས་ཡང་དཔེ་ཆ་བཞག་ན། དེང་སང་ང་ཚོས་ཡང་ཁབ་དེ་འདྲ་ཡང་མེད་ཁབ་དེ་འདྲ་ཡང་ང་ཚོས

འོ་ད་དེ་ལྟ་བུའི་ལོ་མང་པོ་གི་འགྱུར་བ་དེ་འགྲོ་མ་དགོས་འགྲོ་བ་མིག་གི་དཔེ་དེ་ནང་ནས་བསྡམས་ནས་སོ་སོ་ལ་འགའ་རེ་དགོས་པ་དང་སོ་སོ་ལ་ཁེངས་པའི་འགའ་རེ་ཡོད་པ་དེ་སོ་སོ་གི་བསྡམས་ཡོང་བ་དེ་ལ་མིག་ཆུའི་འདེམས་སྒྲུག་ལ་བསྐུར། མིག་ཆུའི་འདེམས་སྒྲུག་ལ་ཡང་ན་སྤྱིར་བཏང་རང་བྱུང་ཁོར་ཡུག་ནང་ལ་འགྱུར་བ་ཡོད་བསྡད་པ་དེ་མིག་དེ་སོགས་ཀྱི་ཧ་གོ་ནས་སོ་སོ་གི་ཆེད་དུ་ད་གཟོད་བཞག་རྒྱུ་ཡིན་ནོ་དེ་ལ་ང་ཚོས་མིག་ཆུའི་འདུམ་སྒྲིག་ལ་བསྐུར།

སྡེབ་འགྲིག་ལ་ཡ་དེ་ཡོང་ཡ་ལ་དང་པོ་སྔོན་ལ་བསྟུན་འགྱུར་འགྲོ་དགོས་ལབ་སོང་བསྟུན་འགྱུར་ཅིག་འགྲོ་བསྟུན་འགྱུར་འགྲོ་ཡ་དེ་རང་བྱུང་གི་བར་གདམ་གི་རེད་ལབ་ར་འོ་དེ་གི་ད་བསྟུན་འགྱུར་ལ་ཡ་དེ་ཅིག་ཤི་གོ་འོད་བསྟུན་འགྱུར་ལ་ཡ་དེ་ཡིན་གྱི་ནང་ནས་ཨར་སྒྲབ་འཕྲལ་བྱོན་ལབ་གི་འདུག་ར་ཨར་སྒྲབ་འཕྲལ་བྱོན་ལབ་དུས་ཚངས་པ་ལ་བསྟུན་འགྱུར་གནང་བ་ཅིག་རེད་ར་ད་བསྟུན་འགྱུར་ལ་ཡའི་དོན་དམ་དེ་ག་རེ་རེད་ཞུ་ཡ་ཡིན་ན་སྐྱེ་ལྡན་རྣམས་ཀྱི་རང་རང་ཉིད་ཚུལ་ནུས་ལ་འཕྲོད་མཐུན་ཡོང་བར་ཁོར་ཡུག་ལ་བསྟུན་ནས་འགྱུར་བ་འགྲོ་བའི་ད་གཞི་རིམ་ཞིག་ལ་བསྟུན་འགྱུར་ལབ་གི་རེད་ཟེར་ར་དཔེ་ཆ་བཞག་ན་འདི་ལ་ངས་དཔེ་གཉིས་བཞག་བ་དེ་ལ་དཔེར་ན་ད་ལྟ་ཅང་ནེའི་གི་ཏུམ་ལའི་ཇི་དོ་འདི་འདྲ་བོ་ནི་ཁོ་རང་ནམ་ཞིག་ཧ་ཅང་གྲང་མོ་ལ་བསྡད་དགོས་རེད་ར་ཁོ་རང་པས་ནམ་ཞིག་གྲང་མོ་དེ་ལ་ད་སྔ་མ་ཁོ་རང་ཚོས་ད་མིག་པོ་གོང་མ་གོང་མ་ཚོ་དེ་ལྟ་བུའི་ནམ་ཞིག་གྲང་མོ་ལ་བསྡད་པའི་རྐྱེན་གྱིས་ཁོ་རང་ཚོ་ནམ་ཞིག་གྲང་མོ་ན་བསྡད་ཐུབ་ཀྱི་རེད་དེང་སང་ད་ཞང་ནེའི་འཁྱག་རོམ་དུ་སོང་ཉུང་ཉུང་འགྲོ་དུས་ཚངས་པ་ལ་ཁོ་ཚོ་ཞིག་ད་བསྡད་ཐུབ་ཀྱི་ཡོད་མ་རེད་ད་ཁོ་རང་ཚོ་ནམ་ཞིག་ཚངས་དུས་ཚངས་པ་ལ་ཁོ་ཚོ་ཏག་ཏག་ཁོ་རང་ཚོ་ལྟས་གྲང་མོ་དགོས་དུ་ནམ་ཞིག་ད་ཚངས་དུས་ཚངས་པ་ལ་ཁོ་ཚོ་བསྡད་ཐུབ་ཀྱི་ཡོད་མ་རེད་དཔེར་ན་འཁྱག་རོམ་གྱིས་ཇེ་ཉུང་ཇེ་ཉུང་ལོག་དུས་ཚངས་པ་ལ་དེ་ནི་ང་ཚོ་གིས་ད་འདི་འོག་ཕར་ཕྱོགས་ཀྱི་པར་དེ་ང་ཚོ་གིས་སྤྱད་སྟངས་ཀྱི་རྩི་ཤེས་ཀྱི་རེད་དོ་འདི་འདྲ་བས་ནི་སྐུ་བྱེ་ཐང་ལ་དག་དག་ཅིག་སྟོན་ཐུབ་ཀི་ཡོད་ར། ཁོ་རང། ཆོས་ཉུང་ཉུང་མ་ཞིག་མི་དགོས་ས་དེ་འདྲ་ར། འོ་འདི་འདྲ་བས་ནི་དང་པོ་ཁོ་ཚོ་ནུས་དེ་ལ་སོ་སོ་སྟོན་ཐུབ་ནུས་དེ་ལ་སྟོན་ཐུབ་པའི་རྐྱེན་གྱིས་དེ་ནི་རང་བྱུང་ཁོར་ཡུག་དང་མཉམ་དུ་འཁྲུག་ད་ནི་རང་བྱུང་འདེམས་སྒྲིག་གི་མུ་མཐུད་ནས་ཁོ་རང་བདམས་ནས་དེ་ནི་ཁོ་ཚོའི་རིགས་རྒྱུད་ནང་མ་སོང་ན་བརྒྱུད་པ་མུ་མཐུད་ནས་སྤེལ་ཐུབ་ཡ་ན་འོ་ཅོ། འོ་འདི་འདྲ་ཅིག་ཡོང་དགོས་ཀི་འདུག་ཨ། འོ་ད་གི་ད་སྟོན་རྒྱུར་ལྷད་གཙོ་འོ་འདི་འདྲ་ན་སྦྱིན་ས་རེད། གོང་ས་འོ་ད་ནི། བསྟན་འགྱུར་ཡང་བཏང་ནས་དེ་གང་ནས་དེ་འདི་འགའ་ཞིག་ཤུས་སོང་ཞུས་ཡས་དེ་དག་རང་དེ་གང་ནས་ཤུས་དེ་དག་རང་རེད། ད་ཁོར་ཡུག་བྱེ་བྲག་པ་ཞིག་ལ་བསྟན་པའི་འགྱུར་བ་འགྲོ་རུང་གི་ཁྱད་ཆོས་ལྡན་པའི་ཚོགས་འདུ་གང་འདྲ་ཞིག་ཡིན་རུང་ད་ཁོར་ཡུག་དེ་དང་སོ་སོ་འཕྲོད་པ་ན་སོ་སོ་གི་ད་འཚོ་གནས་དང་སོ་སོ་བརྒྱུད་པ་དང་མི་མཐུན་ནས་འགྲོ་ཐུབ་ཀི་ཡོད་ར། འོ་དེ་གི་རྐྱེན་གྱིས་ད་སྤྱི་བདེ་ཅུང་གི་ཀ་རི་ཞིག་ནས་སོ་སོ་གི་ད་བརྒྱུད་པ་ཕྱི་མ་དེ་འགྲོ་བ་གི་ཆེད་དུ་སོ་སོ་འགྲན་རྩོད་མ་སོང་ནས་ཁོར་ཡུག་དང་མཉམ་དུ་འགྲན་རྩོད་མ་སོང་ཅི་དགོས་ཀི་ད་གདོང་ལེན་མ་སོང་ཅི་དགོས་ཀི་ད།

ཧཧཧ། སོ་སོ། མུ་མཐུད་ནས་ད་དེའི་སྟེང་ནས་སོ་སོ་གིས་ད་རྡོག་རྡོག་ཏུ་དང་པོ་བསྟུན་འགྱུར་ཅིག་ཐེབས་བསྟུན་འགྱུར་ཐེབས་པ་དེ་རང་བྱུང་ད་རང་བྱུང་གི་གདམས་འགྲོ་དགོས་ཏོ། དེ་ནས་རང་བྱུང་གི་གདམས་འདི་ནས་དེའི་མུ་མཐུད་ནས་ཁོ་རང་ཚོའི་བརྗོད་པ་ཕྱི་མ་དེ་ཁོ་རང་རིག་རྒྱུ་ཕྱི་མ་དེ་མུ་མཐུད་ནས་ཁོར་ཡུག་དེ་དང་མཉམ་དུ་ད་འདྲིས་ཐུབ་ཡ་དང་འགྲོ་ཐུབ་ཡ་ནང་བའི་དེ་འདྲ་ཅིག་ལ་ད་ང་ཚོ་གིས་ད་བསྟུན་འགྱུར་དང་ད་འདི་རང་བྱུང་འདེམས་སྒྲུག་རེད་དོ། ད་དེ་ནས་བསྟུན་འགྱུར་ཐེབས་པའི་ཁེ་ཕན་ནང་བར་རྒྱུ་ད་དོན་འཁྱོལ་ཐུབ་པའི་ཁེ་ཕན་ལ་ནི་ཏན་ཏན་ཏན་ཏན་སྒང་ནས་ཞུ་བ་གནང་བཞིན་རེད་ད་སོ་སོ་གིས་ཁོར་ཡུག་དེ་ལ་བསྟུན་ཐུབ་ན་དེ་ནས་མུ་མཐུད་ནས་ཁོར་ཡུག་དེ་དང་མཉམ་དུ་སོ་སོ་ཏག་ཏག་གནས་ཐུབ་དགོས་ར་དཔེ་ཆ་བཞག་འདི་ལ་ངས་སྐྱེ་ཐང་ལ་བཞག་སྐྱེ་ཐང་ལ་ང་མང་དུ་སོ་ཡིན་པ་ཡིན་ན་ཁོ་ཏག་ཏག་སྐྱེ་ཐང་ནས་ཁོ་རང་འགྲོ་ཐུབ་དགོས་བ་ར་མུ་མཐུད་ནས་ཁོ་རང་ད་དཔེ་ན་སྐྱེ་ཐང་ཆུ་དང་དེ་འདྲ་བཟི་མེད་ས་ལ་ཁོ་རང་གིས་ད་ངོ་མ་ཡང་ཁོ་རང་ཚོའི་མི་བུ་གོང་མ་གོང་མ་ཚོ་ཁོར་ཡུག་དང་མཉམ་དུ་བསྟུན་འགྱུར་ཐུབ་དེ་རང་བྱུང་འདེམས་སྒྲུག་གི་གདམ་ག་ཞིག་འཚམ་པ་ལ་ཁོ་ཚོས་མུ་མཐུད་ནས་ཡང་སྐྱེ་ཐང་དེ་འདྲ་རུ་ཏག་ཏག་འཁྲུག་དགོས་བ་ར་ད་ནི་ང་ཚོ་ཞང་ནས་འབྲོག་པ་དེ་སོ་ཡིན་ན་སོ་སོ་ཡང་ནམ་ཞིག་གྲང་ས་དེ་སོ་ལ་སོ་སོ་གིས་ཡང་ཏག་ཏག་བསྡད་ཐུབ་དགོས་བ་མོ་ཡོད་ར་དེ་ནས་སོ་སོ་གི་མཐོ་སྒང་ལ་འཕྲོ་ཡག་གི་ཡང་ཅིག་སེམས་ཅན་དཔེར་ན་གཡག་དང་རྟ་ལ་སོགས་ལུག་ལ་སོགས་དེ་ན་ཡང་སོ་སོའི་ཏག་ཏག་ཅིག་བདམས་ནས་འོ་བསྡད་ཐུབ་དགོས་བ་དེ་སོགས་ལྟར་ན་ང་ཚོའི་སྟོན་རྒྱུར་གི་འབྲས་བུ་ནའོ་ཅིག་ར། འོ་དེ་འདྲ་ཅིག་ཆགས་འགྲོ་གི་འདུག་ར་ད་ནི་དེ་རིང་ངས་ད་སྐབས་སུ་བབ་པ་ཞུས་དགོས་བ་དེ་འདི་ལ་མཚམས་བཞག་ཡིན་ར། དེ་ལྟར་ན་ང་ཞུས་འདོད་བ་དེ་སྤྱིར་བཏང་ཕེབས་འགྱུར་རིག་པ་རེད་ཕེབས་འགྱུར་རིག་པ་ནང་དེ་རིང་ང་ཚོས་སྐབས་སུ་བབ་པ་དེ་རང་བྱུང་འདེམས་སྒྲིག་ཞུས་དུས་ར། ད་ནི་སྤྱིར་བཏང་ད་ལྟ་བར་དུ་ང་ཞུས་འདོད་བ་དེ་ད་དེ་འདྲ་ནའོ་ཅིག་རེད་ར། དེ་ནས་ད་ལྟ་ང་ཚོའི་སྒང་ནས་ད་མང་པོ་ཞིག་འགྲོ་སོང་ང་ད་ལྟ་དགྲ་བོའི་མཁོ་ཚུལ་ཡིན་པ་ནི་སྤྱི་བདེ་ཅུང་གི་ཚང་མ་མི་བུ་གཅིག་ལས་ད་ག་ལེ་ག་ལེ་འགྱེལ་བ་འགྲོ་འགྲོ་ཡོང་རེད་ལབ་ར་ད་འདི་གི་གླིང་ཚའི་རྗེས་མ་དེ་ནང་ལ་ང་ཚོས་དེ་ལྟ་བུའི་ཚེ་སྲོག་ལ་དེ་ཐོག་མའི་འབྱུང་ཁུངས་ག་རེ་རེད་ཞུས་ཡ་འདི་སྐོར་ལ་ཞུས་གོ་དྲན་སོང་སྤྱིར་བཏོག་ད་ལྟ་ཕེབས་འཇུག་རིག་པ་ཁོ་རང་གིས་ད་ལྟ་འདི་བཤད་གི་མ་རེད་ད་ད་ལྟ་དེ་ཚེ་སྲོག་གི་ཐོག་མ་ག་རེ་ཡིན་མིན་དེ་ཕེབས་འཇུག་རིག་པའི་འགྲེལ་བཤད་རྒྱག་གི་མ་རེད་ཕེབས་འཇུག་རིག་པ་གི་ངོ་མ་ངོ་མ་ད་ཁྲ་འབངས་རྐྱང་ལྡན་ཅིག་ནི་སྤྱི་བདེ་ཅུང་གི་མང་པོ་ཅིག་ད་དུས་དང་མཉམ་དུ་ཁོར་ཡུག་དེའི་ནང་ལ་ད་འགྱུར་བ་འགྲོ་སྟངས་དང་དེ་གའི་དང་ཁོར་ཡུག་དང་མཉམ་དུ་སྟོན་རྒྱུར་འགྲོ་སྟངས་དེ་ཙམ་མ་གཏོགས་ངོ་མ་ངོ་མ་གི་སྤྱི་བདེ་ཅུང་གི་ཐོག་མ་དེ་རང་གི་ཐོག་མ་འདི་རེད་བྱ་ཁོ་བདེ་ཁུལ་བྱེད་དགོས་པ་མ་ར་དེ་ལྟ་བུའི་སྐྱེ་དངོས་ཀྱི་ཚེ་སྲོག་གི་ཐོག་མ་དེ་ད་ལྟ་འཕེལ་རྒྱས་རིག་པ་གི་ཆེད་དུ་འདྲི་གཞི་རྒྱག་དགོས་པ་མ་ར། དེ་ཡིན་ན་ཡང་ང་ཚོ་དང་འབྲེལ་བ་ཅིག་ཡོད་ར་ད། འཕེལ་རྒྱས་རིག་པའི་རྟེན་ཡོད་དེ་ཚང་མ་དབྱར་ཡར་དུས་དྲུག་ཚང་མ་ལ་སྤྱི་བདེ་ཅུང་གི་ཚང་མ་ད་ཐོག་མ་དེ་ལ་དམིགས་བུ་གཅིག་ཕྲ་འཕོང་བཅང་འདི་ནས་བྱུང་བ་རེད་ལབ་དགོས་པ་ར་དེ་ལྟ་བུའི་ཁོ་ཚོ་གི་ཐོག་མའི་དམིགས་བུ་གཅིག་རེ་བྱུང་བ་རེད་ཟེར་བའི་ཕྲ་འཕོང་དེ་གང་ནས་བྱུང་ཤག་ལབ་ན